ཉན་མཁན་གཞན་དག་ཚོ་ལ་ཡང་བཀྲ་ཤིས་བདེ་ལེགས། ང་ཚོའི་ད་ལྟ་སྐད་བསྒྱུར་གནང་མཁན་མཁན་པོ། England ནས་སྐད་བསྒྱུར་གནང་གི་བ་རེད་ཁོང་དེ་ནས་དགོངས་དག་ཚན་གཟིམ་ཡག་རྩ་ནས་མེད་པ་བྱས་ནས་འོ་བརྗེ་ཞིབ་པོ་ཅིག་གནང་བྱུང་དེ་ལ་ཡང་དགའ་བསུར་བཀའ་དྲིན་ཆེ་ཞུ་ཡག་ཡིན། དེ་ནས་ནང་པ་སངས་རྒྱས་པ། ནང་པ་སངས་རྒྱས་པ་ཟེར་མཁན་དེ་ཚོ་གི་དམིགས་ཡུལ་དེ། ཉི་མ་གཅིག་རང་ཡང་སངས་རྒྱས་ཆགས་ཡ་གཅིག་དེ་འདྲས་བྱེད་ནས་དམིགས་ཡུལ་བཟུང་གི་ཡོད་རེད། དེ་ནས་སངས་རྒྱས་ཀྱི། སངས་རྒྱས་ཡོད་ས་ཀྱི་ལུང་པ་གཅིག་ལ་འགྲོ། དེ་ནི་སངས་རྒྱས་ཀྱི་ཉམས་རྟོགས་བསྡད་ཡག་དང་སངས་རྒྱས་ཀྱི་འཁོར་བར་བྱས་ནས་བསྡད་ཡག་དེའི་དམིགས་ཡུལ་མཐར་ཐུག་པ་མ་རེད། དེ་ནས་སངས་རྒྱས་ཟེར་མཁན་གྱི་ཚིག་དེ་ལ Buddha ཟེར་ནས Sanskrit གྱི་ཚིག་དེའི་ནང་དེ་ལ་དེ་ནས་ཚིག་གི་ཆ་ཤས་ཆེ་ཤོས་དེ་ག་རེ་ཡོད་རེད་ཟེར་ན་སངས་ཟེར་མཁན་དེ་གོ་རྒྱུ་ཆེ་ཤོས་དེ

ད་དེ་གཉིས་བསྲེ་བསྲེ་དུས་གང་ན། ད་ལྟ་བར་དུ་ད་གཉིས་ཁུག། དེ་ནས་རྨི་ལམ་འདྲ་མི་འདྲ་འདི་ཚོ་བཏང། དེ་ནས་རྨི་ལམ་བཏང་དུས་གང་ན་དེ་རྨི་ལམ་ཡིན་པ་ཧ་མ་གོ་བ་བྱས་ནས་ད་དེ་དངོས་གནས་རེད་འདུག་བསམ་ནས། དེ་ནས་དེ་ལ་ཡང་ཁོང་ཁྲོ་ཟ་ཡ་དང། ཆགས་པ་སྐྱེ་བ་དང་དེ་འདྲས་བྱས་ནས་དུས་ཚོད་འགྲོ།

དོགས་པ་སྐྱེ་དགོས་གང་ཡང་མེད་མཁན་བྱ་འགྲོ་གི་ཡོད་རེད། ད་དེ་དང་གཅིག་པ་རེད་སད། སང། གཉིས་དེ་ལས་སང་གཉིས་དེ་ལས་སད་འགྲོ་དུས། དེ་ནི་སེམས་ཁྲལ་གང་ཡང་མེད་མཁན་བྱ་འགྲོ། འོ་དེ་ག་ན་བཞིན་དེ་ནི་ང་ཚོའི་དུས་རྒྱུན། ང་ཚོའི། ད་ང་ཚོའི་མི་ཚེ་འདྲ་འདི་ལ། དེ་ནི། གཉིས་དང་གཅིག་པ་བྱས་ནས་པས་བསམ་བློ་ཚུལ་བཞིན་མ་ཡིན་པ་ཟེར་བ་རེད་ད་ནོར་འཁྲུལ་དེ་འདྲས་མང་པོ་ཅིག་ད་ནོར་འཁྲུལ་ཤ་སྟག་རེད་མང་པོ་ཙམ་ནོར་འཁྲུལ་ཤ་སྟག་དེའི་སྒང་ལ་དེ་ནས་གཉིད་ཁུག་པ་ན་ཞིག་ཁུག་བསྡད་པ་དེ་དེ་ནས་སངས་སྲས་དེ་འདྲས་བྱས་པ་དེ་ལ་དེ་ནས་སངས་རྒྱས་ཀྱི་གོ་འཕང་ཐོབ་ཟེར་དེ་འདྲས་བྱས་ནས་རྫུ་གུ་བཙུགས་ཡོད་རེད། བྱས་ཙང་ང་ཚོ་ཧི་མ་ལ་ཡ་གི་རི་རྒྱུད་ཕྱོགས་ལ་བྱོན་མཁན་ཚོ་ཡོད། དེ་ནས་སངས་རྒྱས་ཟེར་མཁན་གྱི་ཐ་སྙད་དེ་ད་ལོ་སྟོང་ཕྲག་གཉིས་ལྷག་གི་ཐ་སྙད་དེ་ཧ་ཅང་གི་ཐ་སྙད་རྫིག་པོ་རེད། གོ་རྒྱུ་ཆེན་པོ་ཡོད་རེད། དེ་ནས་ང་ཚོ་གི་དམིགས་ཡུལ་ད་ཅིག་དམིགས་པ་གང་ཟེར་ང་ཚོ་གི་ད། དཀའ་ལས་བརྒྱབ་པའི་གྲུབ་འབྲས་འདྲ་བོ་དེ་སངས་རྒྱས་ཡིན་ཟེར་གི་བར། དེ་ནས་དེ་དེ་ཡིན་པའི་དབང་གིས་དེ་ནས་སངས་རྒྱས་ཀྱི་སྐུ་འདྲ་བཞེངས་བ་ཟེར་གི་འདྲ་དང། དེ་ནས་སངས་རྒྱས་ལ་གསོལ་བ་བཏབ་ཡ་ཟེར་གི་འདྲ་དང། སངས་རྒྱས་ཀྱི་ལོ་རྒྱུས་ཉན་ཡ་ཟེར་གི་འདྲ་བོ་དེ་དེ་འདྲའི་མང་པོར་ཞི་ར་རེད། དེ་ནས་སངས་རྒྱས་ཟེར་གི་མཚན་དེ་ད་ཁོ་མ་རིག་པའི་གཉིད་ལས་སངས་བ་དེ། ཆ་ཤས་གཅིག་དེ་དེ་དེ་ནས་ཡོད་པ་རེད་དེ་མ་གཏོགས་སངས་རྒྱས་ཟེར་མཁན་དེ་གཅིག་ཤུགས་ཆེན་པོ། དེ་ནས་རྫུ་འཕྲུལ་ཆེན་པོ། དེ་ནས་གང་ཟག་མངོན་ཤེས་ཡོད་པ་དང་དེ་ཚོ་གཙོ་བོ་བྱེད་ཀྱི་ཡོད་མ་རེད་ནང་པ་གིས། འོ་ད་དེ་དེ་ནས་ང་རང་ཚོས་དཔེར་ན་བི་པ་ས་ན་བསྒོམ་པའི་སྐབས་སུ་ད་ལྟ་ནས་ཕལ་ཆེ་ཕལ་ཆེ་ད་དེ་བཟོ་ཡག་གི། དེ་ཡང་དཔེར་ན། ག་རེ་ཟེར་བ་རེད་ད། ལྷ་འདྲ་བོ་ཅིག་ལ་གསོལ་བ་བཏབ་མཁན། ད་ལྷ་འདྲ་མི་འདྲ་མང་པོ་རེད་བ་ཆོས་ལུགས་ལྷ་འདྲ་མི་འདྲ་མང་པོ་རེད་ད་དེ་ཚོ་ཆོས་ལུགས་ཀྱི་ལྷ་དེ་ཚོ་འགའ་ཞིག་ཅིག་ལ་ཡོད་བ་རེད་ཐག་རིང་པོ་ཅིག་ལ་ཡང་ན་ནས་སང་ཉིན་ན་ཉིན་ཤི་འགྲོ་དུས་དེ་ནས་གཞི་ནས་ད་དེ་ཚོའི་ལྷ་དེ་ཚོ་མཇལ་ཡག་ཡོད་བ་དེ་འདྲའི་གི་སྐད་ཆ་བཤད་ཡག་ཡོད་རེད། དེ་ནས་ནང་པ་ཀི་སངས་རྒྱས་ཀི་གོ་འཕང་དེ། ཁ་སང་ཁྱེད་རང་ཚོས་དེ་འདྲའི་ཅི་ནས་མཉམ་བཞག་བྱས་ནས། དེ་ནས་གཟུགས་པོ་དང་ཚོར་བ་དང་དེ་ཚོ་ལ་མ་བལྟ་དུས། ད་ད་ལྟ་བར་དུ་གཟུགས་པོ་ཟེར་མཁན་དེ་འགྱུར་བ་མེད་མཁན་རྟག་པ་བརྟན་པ་དེ་འདྲའི་ཅི་ཡིན་པ་ཀི་གཉིད་ཀྱི་ཁུག་དེ་བར་ད་དེ་འདྲའི་ཀི་རྨོངས་དེ་བར་ད་དེའི་རྨོངས་པ་དེ་ནས་སངས། དེ་ནས་ལུས་པོ་ཚོར་བ་ཟེར་གྱི་འདྲ་བོ་དེ་ཚོའི་བསམ་བློ་དོན་དུ་གཅིག་རྡོག་རྡོག་གོང་བུ་གཅིག་ཟེར་གྱི་འདྲ་གཅིག་རོབ་རོབ་ཙམ་གྱིས་མ་གཏོགས་བསམ་བློ་བཏང་ཡང་མེད་གི་བཏང་གི་ཡང་མ་རེད་དུས་རྒྱུན་གོ་འོབ་ཚོད་ཙམ་གྱིས་མ་གཏོགས་ཡིན་ན་ཡང་འདི་འདྲའི་ཆེ་ནས་མཉམ་བྱ་བྱས་ནས་བལྟ་ཡོང་དུས་དེ་ནས་དེ་ཚོ་ཐམས་ཅད་སིལ་བུ་དེ་ནས་གཅིག་དེ་ལ་ཡང་དབྱེ་བ་མང་པོ་ཡོད་པ་དེ་ཚོ་ཧ་གོ་དེ་འདྲའི་གི་ད་གཉིད་ལས་སངས། བྱས་ཙང་ད་མ་རིག་པའི་གཉིད་ཆ་ཚང་ནས་ད་སངས་ཟིན་མཁན་དེ་ད་ལྟ་ལམ་སང་ལམ་སང་ཡོང་གི་མ་རེད་དེ། མ་རིག་པའི་གཉིད་བལྟས་ཚེ་བལྟས་ཚེ་ད་ལྟ་ནས་ཁོ་སངས་ཡག་ཡོད་པ་དེ་ཁོ་རང་ཁྱེད་རང་ཚོ་གིས་ཉམས་སུ་མྱོང་ཐུབ་གི་རེད་ད་ཁ་སང་དེ་ནས་སྒྲུང་ཤེས་པ་མ་རེད་དེ་འདྲས་བྱས་ནས་ཁོ་རང་ག་རེ་ཟེར་དགོས་རེད། འདི་འདྲས་ཅིག་རེད་ན་མ་འོངས་པ་ལ་འདི་འདྲས་ཆགས་གི་རེད་ཟེར་ནས་ཅིག་དེ་འདྲས་ཀྱི་སྐད་ཆ་ཡང་མ་རེད། དངོས་སུ་ད་ལྟ་རང་ཁོ་རང་སྐར་མ་གཅིག་བསྒོམས་ན་དེ་དང་བསྟུན་པའི་གིས་དེ་ནས་ད་འདི་འདི་འདྲ་རེད་འདུག་བསམ་ཨ་འདི་མི་རྟག་པ་རེད་འདུག་ད་ལྟ་བར་དུ་ཧ་མ་གོ་བ་རེད་མ་གཏོགས་དེ་འདྲ་རེད་འདུག་བསམ་པའི་གིས་དེ་ནས་གཉིད་ལས་སངས་ཟེར་བ་རེད་དེ་འདྲའི་གྱིས་ཧ་གོ་ཡ་གཅིག་ད་ཨིན་ཇི་སྐད་ལ་ཨ་ཝེ་ཀི་ནིང་གཅིག་ཆགས་ཡ་ཡོད་བ་རེད། ད་དེ་ཆགས་ན་ཕན་ཐོགས་ག་རེ་ཡོད་རེད་ཟེར་ན་ཕན་ཐོགས་དེ་དུས་རྒྱུན་ང་ཚོ་པས་དོན་དག་མེད་ས་ལ་རེ་བ། དོན་དག་མེད་ས་ལ་དོགས་པ་དེ་འདྲ་མང་པོ་བྱེད་ཡོད་རེད། ཨ་དེ་ག་ན་བྱིངས་ཀྱི་ཁོང་ཁྲོ་དཀྲོག་ལངས་ཡག་ཟེར་མཁན་འདྲ་དང་འདོད་ཆགས་སྤྱད་ཡག་ཟེར་མཁན་འདྲ་དང་ཕྲག་དོག་སྤྱད་ཡག་ཟེར་མཁན་ཚོ་གང་ག་དོན་དག་མེད་ས་ལ་བཟོ་བསྡད་ཡོད་རེད། དེ་དེ་རེད་ཐུབ་པ་ཡིན་ན་དེ་ནས་གང་ཟེར། གཉིད་ལས་སངས། དེ་ཚོ་ཐམས་ཅད་རེ་བ། དོགས་པ། དེ་ནས་འདོད་ཆགས་སེང་གེ་འདྲ་དང་ཕྲག་དོག་སེང་གེ་འདི་ཚོ་མ་མྱུག་རུ་མྱུག་རུ་འགྲོ་ཐུབ་པ་ཡིན་ན་དེ་ནི་མི་དེ་དངོས་གནས་སྟོབས་ཆེན་བྱ་དགོས་རེད་ད་སྟོབས་ཆེན་པོ་ཞེ་པོ་ཅིག་ཡིན་ན་ཡང་ཡང་ཁྱེད་རང་ཚོའི་བསམ་པ་ལ་ད་དེ་སྒོམ་རྒྱབ་དེ་འདྲ་བྱེད་དུ་དེ་ནི་དེ་ཅི་ནི་ཁང་པ་ཡང་གཡུག་ནང་མི་ཐམས་ཅད་ཡང་གཡུག་དེ་ནི་ག་པ་ཅིག་ག་རེ་ཟོ་ག་རེ་རེད། བྲག་ཕུག་འདྲ་པོ་དེ་འདྲ་ཅིག་ན་དེ་ནས་འགྲོ་མཁན་གྱིས་བྱ་གི་རེད། དེ་འདྲའི་བསམ་མཁན་ཡོད་ཀྱི་རེད་ཡིན་གྱི་མིན་གྱི་དེ་འདྲའི་དགོས་ཡ་རྩ་ནས་མེད་རེད། ཁྱེད་རང་ཚོས་ནང་ནང་མི་གི་ལས་ཀ་ག་རེ་ཡོད་པ་དེ་མུ་མཐུད་ནས་བྱེད་ཅིག་ག་རེ་ཟེར་གི་རེད། སྨན་པ། ཁྲིམས་དཔོན། འོ་དེ་ག་ན་བཞིན་གི་ཁྱེད་རང་ཚོས་ལས་ཀ་ག་རེ་ཡོད་པ་དེ་མུ་མཐུད་ནས་བྱེད། འཆར་གཞི་རྒྱ་ཆེ་ཆུང་ག་རེ་ཁྱེད་རང་ཚོས་བཞག་ཡ་ཡོད་ན་དེ་མུ་མཐུད་ནས་བྱེད། ཡིན་ན་ཡང། ད་ལྟ་ད་ང་རང་ཚོ་བིས་པ་སཱ་ནཱ་ཟེར་མཁན་འདྲ་པོ་དེ་ཚོ་ལ་བློ་སྦྱངས་ཡོད་ན། ཡ་ད་འདི་བསམ་པ་ནང་བཞིན་ད་བརྒྱ་ཆ་བརྒྱ་ཐམ་པ་ཡོང་གི་མ་རེད་བསམ་པ་འདྲ་པོ་དེ་འདྲས་ཀྱི་དེ་ནས་ག་རེ་ཟེར་བ་རེད། ཧ་གོ་ཐུག་མིན་ཅིག་ཆགས་ན་ཡང་དངོས་གནས་སྟོབས་ཆེན་པོ་ཆགས་པའི་རྟགས་རེད། སང་ཉིན་མི་གཅིག་གིས་ཁྱོད་ཨུ་རུ་སུ་གི་དཔོན་པོ་ཆེ་ཤོས་དེ་ཁྱོད་བསྐོས་པ་ཡིན་ཟེར་ན་ལགས་སོ་ཟེར་གི་རེད་ད། ཡིན་ན་ཡང་ཨུ་རུ་སུ་གི་དཔོན་པོ་ཆེན་པོ་ཆགས་པ་དེའི་སྐབས་ནས་ད་འདི་དག་པ་བསྟན་པ་ཡོད་བ་མ་རེད་བསམ་ཡག་གི་བསམ་བློ་དེ་སླེབས་བསྡད་པ་རེད། དེ་ནས་དེ་ག་ནང་བཞིན་གི་ག་རེ་ཟེར་བ་རེད་ཨུ་རུ་སུ་དཔོན་པོ་ཆེ་ནས་བདུན་ཕྲག་གཅིག་དེ་རྒྱུགས་ལ་ཚགས་པར་ནང་ལ་ད་འདི་དཔོན་པོ་དེ་དཔེ་མ་ཚད་ཡག་པོ་འདུག་ཟེར་ནས་དེ་ནས་དཔེ་ཚགས་པར་ནང་ལ་དེ་འདྲའི་བསྟོད་ར་དེ་འདྲ་མཐོང་བ་ཡོད་ན་བསྟོད་ར་དེ་ལ་ད་འདི་ད་ཁོ་ད་འདི།

ད་ལྟ་ང་ཚོ་ཐམས་ཅད་མི་གཅིག་གིས་ཆོས་ཀྱི་སྟེང་ནས་གང་ཟག་སྐྲ་གཏུབ་སྟངས་དེ་ཡག་པོ་མི་འདུག་སེམས་ལབ་མཁན་གཅིག་བྱུང་ན་ལམ་བཟང་ཁོ་རང་སེམས་པའི་ནང་ཐོག་སེམས་པ་ན་དེ་འདྲ་བྱེད་ཀྱི་འདུག་དེ་ནས་ད་ཨིན་སྟི་གི་རམ་ཟེར་གྱི་འདྲ་པོ་དེ་ཚོའི་ནང་དེ་ལ་གཅིག་རང་གི་པར་འདྲ་དེ་འདྲ་འདྲ་མི་འདྲ་དེ་བཙུགས་ན་དེ་ནས་མཐེ་བོང་ཡ་སྟོན་པ་ག་ཚད་འདུག་མཐེ་བོང་མ་སྟོན་པ་ག་ཚད་འདུག་དེ་སོགས་ཀྱི་ཆེད་དུ་ཚོར་བ་ལ་པད་མ་སྲིད་ཀྱི་དེ་ནས་འགུལ་སྤྱོད་ཆེན་པོ་འགུལ་སྤྱོད་ཆེན་པོ་ཆགས་རེད། དེ་ནས་དེ་མཐེ་བོང་མ་སྟོན་མཁན་དང་ཡ་སྟོན་མཁན་དེ་སོགས་ཀྱི་ཁྱོད་ཀྱིས་ད་ལྟ་དེ་མ་བྲིས་བཞག་པ་དང་པར་དེ་སོགས་རྟགས་ཡང་ཡོད་ཀྱི་མ་རེད། དེ་ནས་ཁོ་རང་ཚོ་ཁོ་རང་ཚོ་ཡང་དངངས་སྐྲག་མང་པོ་ཡོད་རེད་ད་ངའི་པར་དེ་ལ་ཡ་དགའ་མཁན་ག་ཚོད་འདུག་ངའི་པར་དེ་ལ་མ་དགའ་མཁན་ག་ཚོད་འདུག་ཟེར་ནས་ཁོ་རང་ཚོ་ཁོ་རང་ཚོ་དེ་ལ་པའི་དྲི་ལ་ཆེན་པོ་ཡོད་རེད། དེ་ཡིན་དུས་ག་ན་དེ་ནས་དེ་ཚོ་འདི་ཚོ་ཐམས་ཅད་ཧ་གོ་ན་དེ་ནས་ཡང་ཁྱེད་ཚོ་གི་བསམ་བློ་ནང་དེ་ཡོད་རེད་དེ་ནས་དེ་བི་པ་ས་ན་མང་པོ་བཏང་ཚར་དུས་ག་ན Instagram བཏང་སྙན་མ་གྲོགས་མཁན་ཆགས་ཀྱི་རེད་ཟེར་བསམ་གྱི་རེད་ངེས་པ་ཡོད་མ་རེད། བི་བྷ་སཱ་ན་ཡག་པོ་ཆགས་ཚར་ནས Instagram མང་རུ་གཏང་མཁན་ཡོད་སྲིད་གི་རེད། ཡིན་ན་ཡང་བསམ་བློ་གཏང་ཕྱོགས་དེ་ལས་ཀ་ལས་སྟངས་འདྲ་པོ་དེ་སྔར་དང་འདྲ་གི་མ་རེད། བྱས་ཙང་དེ་ནས་གང་ཟེར་ཨ། ཡིན་ན་ཡང་རེ་བ་ད་འདི་ལས་དང་པོ་པོ་ཚོ་ལ་དེ་ནས་ད་གིན་ཞུས་པ་ན་བཞིན་སྐར་མ་གཅིག་མ་གཏོགས་མ་བསྒོམས་ན་ཡང་དེ་དང་བསྟུན་པའི་གི་ད་གཉིད་ཀྱི་གསང་ཡ་ཡོད་པ་རེད། ཡིན་ན་ཡང་ལས་དང་པོ་པ་ཚོ་ལ་ད་ད་ད་ང་ཚོས་ལང་ཤོར་མང་པོ་ཕྱིན་ཡོད་རེད་ད་ད་མི་ཚེ་ད་མི་ཚེ་གཅིག་འདི་རྐྱང་པ་ལ་བསམ་བློ་བཏང་ནས་ལང་ཤོར་མང་པོ་ཕྱིན་ཡོད་རེད་བྱས་ཙང་དེ་ནས་ད་ལང་ཤོར་དེ་ད་ལང་ཤོར་མང་པོ་ཕྱིན་པ་དེ་ལ་ཡ་དེ་དེ་ནས་གང་ཟག་དེ་དང་མཉམ་དུ་ཅིག་ག་རེ་ཟེར་བ་རེད། ཐབས་ཟེར་བ་རེད་ཡང་ན་ནས་ད་དེ་ག་རེ་བྱེད་དགོས་རེད་དཔེར་ན་དེ་གི་ཐབས་ཤེས་འདྲ་པོ་དེ། ད་ལྟ་དཔེར་ན་ང་ཚོ་ལ་དེ་ནས་ལངས་ཤོར་དེ་ནས་ད་བག་ཆགས་ད་ལངས་ཤོར་ཟེར Habit ཟེར་རོ་ཨིན་ཇི་སྐད་ད་དེ་འདྲ་མང་པོ་ཞིག་འདྲ་ཡོད་རེད་དེའི་ལངས་ཤོར་ཐམས་ཅད་ཡང་གོམས་ནས་ཡོང་བ་རེད་ད། ཨ་མ་ནི་མ་སྐྱེས་ཡོང་དུས་ནས་ཨ་རག་འཐུང་འཐུང་གིན་འཐུང་གིན་ཡོང་གིན་དེ་འདྲ་སུ་གཅིག་ཡོད་མ་རེད། ཨ་མ་ནི་མ་སྐྱེས་ཡོང་དུས་གང་ན་ནས Facebook ལྟ་ནས་ཡོང་གིན་དེ་འདྲ་ཡོད་མ་རེད། ཨ་མ་ནི་མ་སྐྱེས་ཡོང་དུས་ནས Shopping འགྲོ་གིན་འགྲོ་གིན་དེ་འདྲ་ཡོད་མ་རེད། དེ་ཚོ་ཐམས་ཅད་བལྟས་ཚེ་བལྟས་ཚེ་བལྟས་ཚེ་བྱས་ནས་དེ་ནས་ལོ་མང་པོ་ལ་གོམས་གཤིས་ཆགས་ནས་ཡོང་བ་རེད་ད། བྱས་ཙང་གོམས་གཤིས་ལ་དེ་ནས་གོམས་གཤིས་དེ་དེ་དང་མཉམ་དུ་ལས་ཀ་ལས་སྟངས་དེ་ཡང་གོམས་གཤིས་གཞན་འདྲ་ཅིག་འཁེལ་ཡོང་གི་རེད། དེ་ནས་གུ་ཇུ་རཱཏ་ཟེར་ནས་རྒྱ་གར་གྱི་ལུང་པ་ཅིག་རེད་དེའི་ནང་ནས་ཡོང་མཁན་གྱི་མི་ཅིག་རྔན་མ་རྔན་མ་ཤཱན་ཏཱ་དེ་བ་ཟེར་གི་རེད་དེའི་མིང་དེའི་མི་དེ་གི་མིང་ལ་ང་ཚོ་གི་དེ་ནས་ཞི་བ་ལཱ་ཟེར་གི་རེད་བོད་པའི་སྐད་ལ་ཁོང་གིས་གསུངས་ཡོད་རེད་གོམས་ན། ལས་སླ་རུ་སླ་རུ་མ་འགྲོ་ཡག་གི་རྩ་ནི་ཡོད་མ་རེད་བྱ་གླག་ཅིག་གང་ཡང་ཡོད་མ་རེད། བྱས་ཙང་དེ་ནས་ཁ་སང་ང་ཚོས་ད་ལྟ་བོད་ཡིག་ནང་དུ་ལ་དེ་ནས་ད་ལན་འདི་ལས་འགུལ་འདི་ལ་སྒོམ་མམ་སྒོམ་དང་སྒོམ་ཟེར་ངེས་བྲིས་ཡོད། དེ་ནས་སྒོམ་སྒོམ་ཞིག་ག་ཚད་ཡིན་ན་བཟོ་ཨེ་ཐུབ་ལྟ་བུ་རེད། ཉི་མ་རེ་ལ་སྐར་མ་གསུམ་ལྔ། དེ་ག་ཚད་ཅིག་བྱས་པ་ཡིན་ན་ཡང་ཏན་ཏན་དེ་གིས་དེ་ནི་འགུལ་སྐྱོད་ཀྱིས་བསླེབས་ཡོང་པ་རེད། དེ་ནས་ང་རང་ཚོ་མཚམས་མཚམས་ལ་ང་ཚོའི་བླ་མ་ཚོ་གིས་དེ་ནས་ལམ་སང་ཁོ་རང་ཕྱག་འབུམ་ཞིག་འཚལ་ཤོག་དེ་ནི་ལོ་གསུམ་མཚམས་བསྡད་ཆོག་ཟེར་མཁན་དེ་འདྲའི་བཀའ་གནང་མཁན་ཡོད་རེད་ད་ལྟའི་ད་ལྟའི་གང་ཟག་ཁ་ཤས་ལ་དེ་གི་འགྲིག་ཡོད་རེད་གང་ཟག་ཁ་ཤས་ལ་དེ་ནི་བྱ་དཔའ་ཏི་གང་ཟག་བྱ་ནང་ལ་ཆུ་བླུགས་ཆུ་བསྐོལ་ཚ་བླུགས་མར་བླུགས་འོ་མ་བླུགས་འཐུང་ཟེར་ན་དཔེ་ཞིམ་ཐག་ཆོད་པ་བཞིན་འཐུང་གི་རེད་ད་གང་ཟག་ཁ་ཤས་ལ་དེ་འཐུང་ཆོག་ཟེར་ན་ལམ་སང་ལྕུག་མས་ལངས་གི་རེད་གང་གཱ་གི་དེ་བཟོ་དགོས་ཡ་མི་འདུག། དེ་ནས་ཉི་མ་རེ་ལ་སྐར་མ་གསུམ་ལྔ་ཚེ་དེ་འདྲས་དག་ད་ལྟ་དྲན་པ་ཉེ་བར་བཞག་པ་དག་གཞིས་ཀ་དེ་མ་བྱུང་ན་ཡང་དག་ལུས་དྲན་པ་ཉེ་བར་བཞག་པ་ཚོར་བ་དྲན་པ་ཉེ་བར་བཞག་པ་འདྲ་པོ་དེ་འདྲས་བྱས་པ་ཡིན་ན་མུ་མཐུད་ནས་ཁོ་རང་ཉི་མ་རྟག་པར་བཟོ་ཐུབ་ན་དེ་ཉི་མ་རྟག་པར་བཟོ་མ་ཐུབ་ན་ཡང་བདུན་ཕྲག་རེ་རེ་ནང་ཚར་གསུམ་ཚེ། ཏན་ཏན་ཐིག་ཁྱེད་རང་ཚོའི་མི་ཚེ་ནང་དེ་ལ་འགུལ་སྐྱོད་ཆེན་པོ་བྱེད་པོ་ཅིག་བསླབ་གི་རེད། ད་ཡང་འགུལ་སྐྱོད་ཆེན་པོ་དང་པད་མ་སྲིད་ཅིག་ཆེན་པོ་ཆགས་གི་རེད་ཟེར་དུས་ག་ནས་ཅིག་ག་རེ་ཟེར་གི་འོད་ཟེར་འབར་དེ་ནས་ཅིག་རྨི་ལམ་བཟང་པོ་དེ་འདྲའི་རྨི་དེ་འདྲའི་ཆགས་གི་རེད་དེ་འདྲའི་གོ་ཉན་གི་མ་རེད་ད། ད་ངས་མ་འདྲ་ཅིག་ཡིན་ནོ་ད་དུས་རྒྱུན་ང་རང་ཚོའི་ཁོང་ཁྲོ་འབར་ཆོག་ཆོག་ཡོད་མཁན་མི་དེ་ཚོའི་ཁོང་ཁྲོ་དེ་ཚོ་ཅིག་ཉུང་རུ་ཕྱིན་པ་ནང་བཞིན། དུས་རྒྱུན་ང་ཚོས་སེམས་པ་དགའ་ཆོག་ཆོག་བྱེད་མཁན་དེ་ཚོས་ལམ་སང་ལམ་སང་སྐོར་རང་གཅིག་སེམས་པ་དགའ་ཆོག་ཆོག་མེད་པ། གངས་ཅན་ཁ་ཚང་བཞུད་པ་ནང་བཞིན་བྱེའུ་གིས་ནམ་མཁའ་ནང་ནས་པདྨ་བལྟ་བ་ནང་བཞིན་དེར་ང་ཚོས་ཀྱི་མི་ཚེ་ལ་མི་ཚེ་གི་ལྟ་ཕྱོགས་དེ་པས་ག་རེ་བཟོས་པ་གཡས་གཡོན་མདུན་རྒྱབ་ཡོངས་རྫོགས་མ་མཐོང་མཁན་ཞིག་ཆགས་ནས་དེ་གིས་དེ་ནི་མི་ཚེར་འགྱུར་བ་སླེབས་ཀྱི་རེད། དེ་ནས་འདི་སྒོམ་དེ་ཡང་ག་དུས།

དེ་ནས་ད་ལྟ་ལས་དང་པོ་པ་ལ་ད་སྒོམ་རྒྱབ་དུས་ཁ་སང་ཞུས་པ་ནང་བཞིན་ད་ཁོ་མེད་འཁོར་ཐབས་རེད་གཟུགས་པོ་དེ་ཚོ་དྲང་པོ་བཅས་བསྡད་དེ་འདྲས་བྱས་ནས་སྒོམ་སྒོམ་ན་ཡག་གི་རེད། དེ་ནས་སྒོམ་ནས་སྒོམ་ནས་སྒོམ་ནས་དེ་ནས་འགྲོ་འགྲོ་ཁ་དང་ཟ་ཟ་ཁ་དང་ཉལ་ཉལ་ཁ་དེ་ཚོར་སྒོམ་དེ་ཆོག་གི་རེད། དེ་ཁྱེད་ཚོ་གི་ཐུབ་གི་རེད་ལོ་གཅིག་ཙི་ནང་ཐུབ་གི་རེད་དེ། ངས་ངོ་ཤེས་པ་དེ་འདྲས་ངས་སློབ་མ་ཡིན་ཟེར་མཁན་འདྲ་པོ་དེ་འདྲས་དེ་ནས་གང་ཟག་འདི་ལ་རྩོལ་བ་བྱས་བསྡད་མཁན་དེ་འདྲས་ཁ་ཤས་དང་ང་ཚོ་སྐད་ཆ་བྱུང། ངའི་ངོ་ཤེས་པ་བཟའ་ཚང་གཉིས་ཡོད་ཁོ་གཉིས་ཤི་དྲག་རྫིང་གི་རེད་རྫིང། ཡིན་ན་ཡང་ཁོ་རང་བུ་མོ་དེ་དཔེ་སྒོམ་ཞིག་ལ་རྒྱག་དགོས་བྱུང། དེ་ནས་ལོ་གཅིག་གཉིས་ཙི་འཇུག་དེ་ལ་མོས་ད་རྫིང་དུས་གང་ན་ཡང་ད་དེ་ག་རེ་ཟེར་བ་རེད་ངོ་ཤེས་ཡ་དང་དེ་སྙོག་ག་རེ་ཟེར་བ་རེད

ཁོ་རང་གཉིས་ཀྱི་ད་བརྩེ་དུང་ཟེར་གི་རེད་ད་གཅིག་བཟའ་ཚང་གི་འགྲོ་སྟངས་བྱེད་ཡོད་རེད་བ་དེ་ད་ཁོ་རང་སྡུག་པ་ཆགས་ཡོང་བ་མ་རེད། ཡིན་ན་ཡང་འདི་ཚོ་འདི་ཚོ་དེ་རེད་གང་ཟེར་ན་དེ་ད་ད། ང་ཚོས་ལྷག་མཐོང་སྒོམ་དབྱར་གྱི་འབྲས་བུ་ངོ་མ་དེ་ཚོ་མ་རེད་དེ་ཚོ་ཡོད་ན་ཡོད་མེད་ན་མེད་ཁྱད་པར་མེད་རེད། ལྷག་མཐོང་སྒོམ་པའི་གི་དང་འབྲས་བུ་དེ་བདེན་པ་མཐོང་དགོས་གི་རེད། ལགས་སོ་ད་དེ་རིང་སྔ་དྲོ

ལ་སོགས་དག། ཕྱི་རང་ཚུལ་དེ་ཡིས་ཚོར་བ། དྲན་པ་ཉེས་བྱས་སྐོར་དེ་ལ། ཐུགས་བསམ་བཞེས་དགོས་ཡ་གཅིག་ག་རེ་ཡོད་རེད་ཟེར་ན། དེ་ནས་ད་ལུས་དང་འབྲེལ་བ་ཡོད་པའི་གི་ཚོར་བ་དེ་ཚོ། གཅིག། ཟ་འཕྲུ་བུ་འདྲ་དང་དེ་ནས་གཅིག་ད་ག་རེ་ཡིན་ན། དེ་དེ་ལ་དེ་ཡང་དེ་ལ་ལྟ་དེ་ངོས་ཟིན་པ་བྱས་ནས་དེ་བྱེད་དགོས་ཀྱི་ཡོད་རེད་ཟེར་ངས་ཁ་སང་ཞུས་པ་ཡིན། དེ་ནས་མང་ཆེ་བའི་བསམ་བློ་ནང་དེ་འདྲ་ཞིག་ཡོད་རེད་དེ་ནས་དཔེར་ན་རྐང་པ་འདྲ་པོ་ན་དུས་ད་དེ་ན་བའི་ཚོར་བ་དེ་ལ་བ་དམིགས་ཟེར་བ་རེད་དེ་ལ་ལྟ་དེ་ནས་དེ་ལྟ་ལྟ་ལྟ་དེ་ནས་ད་ག་རེ་བྱེད་དགོས་རེད་ཟེར་ནས་ཅི་ཅིག་མ་འདྲ་བ་ཅིག་བྱེད་རྒྱུ་ཡོད་སྣང་འདྲ་ཅིག་ཤར་ནས་དེ་བྱེད་ཡ་ཡོད་མ་རེད་དེ་གང་ཡང་མ་འདྲ་བ་བྱེད་ཡ་ཡོད་གང་ཡང་ཡོད་མ་རེད། ད་ཚོ་འཆི་བ་ཕལ་ཆེར་དེ་མེད་འགྲོ་ད་ལྟ་གནས་སྐབས་ཀྱི་རིང་ལ་ཚོར་བ་དེ་ཡིན་ན་ཡང་ད་ཚོར་བ་ག་རེ་སུ་ཤུགས་ཆེ་ཡ་དེ་སེམས་དང་ལུས་པོ་གཉིས་ཀ་ནས་ཡོང་མཁན་གྱི་ཚོར་བ་ཅིག་ཡོད་བ་རེད་ད་དེ་ཡང་དེ་ངོས་ཟིན་ཐུབ་པ་ཡིན་ན། དེ་ཐུབ་ཀྱི་རེད་དེ་མི་ཐུབ་པའི་གང་ཡང་མེད་རེད་ཡིན་ན་དེ་དེ་ལ་ལྟ་ཐུབ་པ་ཡིན་ན་ཞི་དྲག་གི་ཡག་གི་རེད། དེ་ནས་ད་ཁ་སང་ཕྱུག་ཅིག་ཞུས་པ་ཡིན་དེ་མ་ཡིན་པའི་ད་ད་རུང་ཚོར་བ་དཔེ་མ་སྲིད་དིང་སང་དམིགས་བསལ་གྱི་དེ་ནས་ཡང་ཚོར་བ་ད་སེམས་དང་འབྲེལ་བ་ཡོད་མཁན་གྱི་ཚོར་བ་རྣོན་པོ་དེ་འདྲ་ཞི་དྲག་མང་པོ་རེད། དེ་ནས་དཔེར་ན་སེམས་པ་སྟོང་ལྷང་ལྷང་བྱས་ནས་ད་ཅིག་མི་ཚད་འདི་ནས་གཅིག་བཟོ་ནི་བཟོ་དགོས་ཀྱི་འདུག་ད་དེ་ག་རེ་བཟོ་དགོས་ཀྱི་ཡོད་མེད་དེ་གཅིག་ག་རེ་ཡིན་ན་བསམ་ནས་ད་དེ་ལ་སེམས་པ་མགོ་འཁོར་དེའི་ཚོར་བ་དེ་གི་ངང་དེ་ལ་དེ་ནས་དཔེ་གང་ས་སྡུག་བསྔལ་མྱང་བདག་གི་འདི་འདྲ་མང་པོ་ཡོད་རེད་དེ་ཡང་ད་དེ་ག་རེ་བྱེད་དགོས་རེད་འདི་བྱེད་དགོས་རེད་ཟེར་འཆར་གཞི་དེ་འདྲ་མ་འགྲིག་པ་བྱས་ནས་དེ་ཚོར་བ་དེ་རང་ལ་ལྟ་དེ། དེ་ནི་མང་པོར་དཔེར་ན་དངངས་སྐྲག་མང་པོ་ཡོད་པ་རེད་ང་ཚོ་ལ་དངངས་སྐྲག་ད་ཅིག་དངངས་སྐྲག་ས་ཡོད་ཡོང་དེ་ནས་མེ་འབར་ཡོང་ས་དེ་འདྲའི་གི་དངངས་སྐྲག་ད་ཡིན་ད་ཡིན་དེ་མ་ཡིན་པ་གི་ད་དངངས་སྐྲག་ཕྲ་མོ་དེ་འདྲའི་ཤུགས་ཆེན་པོ་དེ་འདྲའི་མང་པོ་རེད། ད་སྤྱི་སྟངས་འདི་ཚོའི་གྲས་འདིར་ད་རུང་ད་ལྟ་སེམས་དྲན་པ་ཉེ་ཆར་གི་སྐབས་འདི་ལ་ད་རུང་དམིགས་བསལ་གི་མང་རུ་ཡོང་གི་རེད། སྤྱི་སྟངས་ད་ཁོ་རང་བཤད་མཁན་དང་ཉན་མཁན་གཉིས་ཀྱི་དཔའ་རུག་ལ་སྟབས་བདེ་ཡག་གི་ཆེད་དུ་ལུས་ཚོར་བ་སེམས་ཆོས་ཟེར་ནས་ད་ཅི་ཁ་ཁ་ཡིན་པ་ནང་བཞིན་གྱི་བཤད་བསྡད་པ་རེད་དེ་ཡིན་ན་ཡང་ཁ་ཁ་མ་རེད་དེ་དཔེ་བྲལ་བ་ཆེན་པོ་ཞིག་ར་རེད་འདས་བོད་ཀྱི་སྐར་མ་བཅུ་ཟེར་རིགས་དེ་ལ་ང་ནི་ད་གཅིན་པ་ཤོར་ནས་དེའི་གཅིན་པ་ཤོར་བ་དེ་གི་ཚོར་བ་དེ་ལ་དེ་ཟེར་བསྡད་པ་ཡིན། དེ་ནས་དངོས་གནས་དེ་ནས་ཞི་གནས་དང་སྣང་སྟོང་སྦྱང་མ་ཡོད་ན་དེ་ནས་ལུས་ཤིན་སྦྱངས་ཟེར་ཤིན་སྦྱངས་ཟེར་མཁན་གྱི་དེ་ནས་འབྲས་བུ་དེ་ནས་ཐོབ་ཨེ་ཡོད་རེད། ཉི་མ་གཅིག་ལ་ཆུ་ཐིགས་པ་གཅིག་སུ་འཐུང་ན་དེ་ནས་ཁ་སྐམ་གི་མ་རེད་དེ་ལྷག་དགོས་ཨེ་མེད། གཅིན་པ་ཤོར་གི་མ་རེད་དེ་ནས། དེ་ནས་ང་ནི་ད་ཤིན་སྦྱངས་མ་ཐོབ་དེ་ག་ནས་ཆུ་ཨེ་མང་མི་ཚོགས་ཀྱི་ཆུ། མི་ཁྲིར། གང་ཟག། ལི་ཁྲིར་གཉིས་ཡིན་ཐུང་ཞེས་ཟེར་གི་འདུག་ཆུ་མང་པོ་ཐོན་ན་གཅིན་པ་འགྲོ་དགོས་ཀྱི་འདུག་ཟེར། ད་ནི་ད་འགྲོ་དགོས། ཁྲབ་སང། སྐར་མ། བཅུ། ད་ལྟ། འདི། ང་ཚོས་ད་ལྟ། མཚམས་བཞག་པའི་སྐབས་དེ་ན། དེ་ནས་ཨ་ཅག་ཅིག་ང་ལ་དྲིས་ཀྱི་འདུག། དེ་ནས་མོ་པད་མ་སི་ཁོང་ཁྲོ་ལངས་ཀྱི་འདུག་དེ་ནས་ད་དེར་ག་རེ་བྱེད་དགོས་རེད། དེ་ཚོ་དཔེ་བྲི་བ་གནད་འགག་ཆེན་པོ་རེད། དེ་ནས་སྤྱི་བཏང། ནང་པའི་ནང་པ་སངས་རྒྱས་པའི་ཆོས་རྣམས་དེ་ལ་ཐབས་ཤེས་འདྲ་མི་འདྲ་མང་པོ་རེད། དེ་ནས་ཐབས་ཤེས་གཅིག་ལ་ད་ཁོང་ཁྲོ་ཟེར་མཁན་འདི་སྡུག་ཅག་རེད། བསམ་ནས་ཁོང་ཁྲོ་གི་ཉེས་དམིགས་དང་ཁོང་ཁྲོ་ཟེར་གིན་འདུག་གི་དེ་ནས་འཛམ་བུ་གླིང་མེད་པ་བཟོ་གི་འདུག་ངའི་ནང་མི་མེད་པ་བཟོ་གི་འདུག་ཁོང་ཁྲོ་ཟེར་གིན་འདི་ཡག་པོ་མ་རེད་བསམ་བསྡད་དེ་འདྲའི་ཁོང་ཁྲོ་གི་ཉེས་དམིགས་བསམ་བློ་བཏང་ཡ་དེ་ཡོད་རེད་དེའི་དངོས་གནས་ཐབས་ཆེ་ཡག་པོ་རེད་དེ། དེ་ནས་ཁ་ཤས་ཀྱིས་ཁོང་ཁྲོ་གི། ག་རེ་ཟེར་འགལ་ཟླ་ཟེར་བ་རེད་བ། ད་བྱམས་སྙིང་རྗེ་སེང་འདྲ་བ་དེ་ཚོ་ཁོང་ཁྲོ་ཟ་གི་ཡོད་ཟ་མཁན་མི་ཚོ་གི་ད་ཁོང་ཁྲོ་གི་འགལ་ཟླ་ཁོང་ཁྲོ་གི་ད་གར་སོགས་ཀྱི་རི་འདྲ། བྱམས་སྙིང་རྗེ་སྟེ་དེ་ལ་ཡང་དེ་ནི་རྩོལ་བ་ཆེ་ཤུགས་བསྐྱབས་ནས་དེ་ལ་ཡང། ཅེས་བྱ་ན་དེ་ག་ཡང་འགྲིག་གི་དེ་ཡང་དཔེ་མ་ཟད་ཐབས་བླ་ན་མེད་པ་རེད། ད་དེ་འདྲའི་ཐབས་ཤེས་མང་པོ་རེད་གོ་ཐབས་ཤེས་མང་པོ་རེད། ད་ལྟ་བི་པ་སོ་ན་གི་སྐབས་སུ། ཁོང་ཁྲོ་གི་ཉེས་དམིགས་བསམ་བློ་བཏང་ཆོག་ཟེར་གི་མི་འདུག། ད་ཁོང་ཁྲོ་སེང་འདི་སྡུག་ཅག་རེད། དེ་འདི་བྱེད་དགོས་ཀྱི་མི་འདུག་དེ་ནས་ཁོང་ཁྲོ་གིས་འཇམ་དཀར་ག་རེ་ཟེར་བར་བྱམས་སྙིང་རྗེའི་སེང་འདི་ལ་སྒོམ་ཆོག་ཡ་ཟེར་གྱི་མི་འདུག་ཁོང་ཁྲོ་ཁོ་རང་ལ་ལྟ་བསྡད་ཡ་དེ། དེ་ནས་གཅིག་དང་གཉིས་དང་གསུམ་དང་མུ་མཐུད་ནས་ལྟ་ཡ་མ་གཏོགས་ལས་ཀ་གང་ཡང་མེད་རེད། དེ་ནས་དེ་མུ་མཐུད་ནས་ལྟ་བསྡད་དུས་གང་ན་ཁོང་ཁྲོ་དེ་གཅིག་ངོ་སྒྲ་གཅིག་ཚ་གཅིག་མ་བཟོད་ནས་ཟེར་བ་རེད་བ་ད་ཁོང་ཁྲོ་གདོང་མ་བཟོད་ཟེར་ན་ད་ཁོང་ཁོང་ཁྲོ་དེ་ངོ་ཚ་སེ་གོ་རེད་ད་པ་འདྲ་ཅིག་མ་ཞུམ་འགྲོ་གི་རེད། ཡིན་ན་ཡང་ཁྱེད་རྣམ་པ་ལ་ཡང་བསྐྱར་གྱིས་ཞུ་གི་ཡིན། ཁོང་ཁྲོ་མེད་པ་བཟོ་ཡག་དང། དེ་འདྲས་ཀྱི་ཆེད་དུ་དེ་ནི་ལྷག་མཐོང་སྒོམ་ཡ་དེ་འགྲིག་ད་འགྲིག་གི་བ་རེད་ད་ཡིན་ན་ཡང་ལྷག་མཐོང་གི་དམིགས་ཡུལ་ངོ་མ་དེ་དེ་མ་རེད། དེ་ནི་ལྷག་མཐོང་གི་དམིགས་ཡུལ་ངོ་མ་དེ་ད་ཁ་སང་ཡང་ནས་ཡང་དུ་མང་པོ་ཞུས་ཚར་རེད་བདེན་པ་མཐོང་ཡ་དེ་དངོས་པོ་གི་གནས་ལུགས་ཧ་གོ་ཡ་དེ་དེ་ནི། ཞིང་ལྤགས་ཀྱི་འབྲས་བཏབ་དུས། དམིགས་ཡུལ་ངོ་མ་དེ་དང་འབྲས་བཏབ་ཉིན་འབྲས་དེ་འབྲས་ལ་དམིགས་དགོས་པར། སོ་མ་ཟེར་བ་དང་འབྲས་ཀྱི་ཁོ་སྨྱུག་མ་དེ་དེ་ལ་དམིགས་ཀྱི་ཡོད་མ་རེད། ཡིན་ན་ཡང་འབྲས་དེ་ཡོད་ན་སོ་མ་ཞར་དང་ཞོར་དུ་སླེབས་ཡོད་པ་རེད། ཁེ་བཟང་རེད་དེ། Bonus། ཨོ་དེ་ག་ནང་བཞིན་བདེན་པ། ང་ཚོ་ཞི་གནས་དང་ལྷག་མཐོང་སྒོམ་ཡ་དེ་དངོས་པོའི་གནས་ཚུལ་ཧ་གོ་ཡག་གི་ཆེད་དུ་ཤུགས་བརྒྱབ་ནས་དེའི་ཉམས་རྟོགས་ལྟེ་གནས་ཁོང་ཁྲོ་ཉུང་རུ་ཕྱིན་ཡག་འགྲོ་དང་བྱམས་པ་དང་སྙིང་རྗེ་ཡ་མང་རུ་འགྲོ་ཡག་དང་དེ་ནས་གཅིག་གཉིས་སྐྱིད་པོ་གུག་ཡག་འགྲོ་དང་དེ་ཚོ་ད་ཁོ་རང་སོ་མ་དང་གཅིག་པར་བྱ་དང་ཞོར་དུ་དང། ནང་པ་གི་བི་པ་སཱ་ནཱ་གི་དམིགས་ཡུལ་དེར་བལྟ། དང། དེང་སང་ཡང་བི་པ་སཱ་ནཱ་ཡིན་པ་ནང་བཞིན་གྱིས། ཡང་དང། ཨིན་ཇི་ཀ་ལ Mindfulness ཟེར་གྱི་འདུག་དང་དྲན་པ་ཉེ་བར་བཞག་པ་ཡིན་པ་གི་ནང་བཞིན་མིན་པ་ནང་བཞིན་དེ་འདྲའི་སྐད་ཆ་མང་པོ་ཡོད་རེད་ཡིན་རྒྱུ་ནང་ཆོས་ནས་ཆ་ཤས་ཙེ་མ་ཁེ་འོང། དེ་ཚོ་གི་དམིགས་ཡུལ་དེ་དེ་ནས་བདེན་པ་མཐོང་དང་དེ་འདྲའི་གི་བསམ་བློ་བཏང་གི་གཏན་ནས་མི་འདུག། དེ་ཚོ་གི་འདྲའི་གི་བསམ་བློ་བཏང་དགོས་མ་རེད་འདྲའི་ཅི་འདྲའི་དུ་བསམ་བློ་ནང་འཁོར་མྱོང་ཡོད་པ་སོ་མ་དེ་ལ་དམིགས་པ་འཇོག་ཨོ་ཡོ་ག་བཙལ་མཁན་དེ་ཚོ་ཡང་དེ་རང་རེད། དེ་ནི་དངོས་གནས་ཡོ་ག་ད་རྒྱ་གར་ནས་བྱུང་བའི་གི་རིག་གཞུང་རྙིང་པ་ཡོ་ག་དེ་ལུས་དང་སེམས་གི་འབྲེལ་བ་དེ་དེ་ནི་དཔེ་ཁོ་རང་ཧ་གོ་བ་བྱེད། དེ་ནི་ལུས་སེམས་གཉིས་ག་རེ་ཟེར་དགོས་གཅིག་གི་དབང་དུ་གཅིག་མ་ཤོར་ཡ་བྱེད་ཡ་དེ་ད་དེ་ཡོ་ག་གི་ཁོ་རང་དམིགས་ཡུལ་འདྲ་པོ་དེ་གཅིག་དེ་ཡིན་ས་རེད་ད་མང་པོ་ཡོད་ས་རེད་ཡང་ཡོ་ག་དེ་རྒྱ་ཆེན་པོ་རེད་དེ་ནི་ལུས་དང་སེམས་གཉིས་གཅིག་གི་ཕྱོགས་སུ་གཅིག་མ་ལྷུང་བ་བྱེད་ནི་དེ་ནི་བེ་ག་རེ་ཟེར་དགོས་རེད་ད་དབྱིན་ཇིའི་ཁ་ལ Balance ཟེར་དགོས་རེད་ད་དེ་ག་རེ་ཟེར་དགོས་རེད་ཨ། གཡོ། གཡོ། ཟེར་བ་རེད་ད། མཐོ་དམན་དེ་འདྲ་མེད་པ་ཆགས་སོང་བ་ཡིན་ན། དེ་ནས། གང་ཟག། ད་དེ་ལ་ཡང་དགེ་བའི་ཚོགས་དཔག་ཏུ་མེད་པ་ཟེར་བ་རོ་ད་དེ་ལ་པད་མ་ཚིག་ཡང་གཅིག་ཡོད་ས་རེད། ཡིན་ན་དེང་སང་ཡོ་ག་མང་ཆེ་ཟུག་པ་ཡག་པོ་ཆགས་ཡག་དོན་དང། དེ་ཡིན་དུས་ག་ན་ཡོ་ག་རྩེ་མཁན་མང་པོ་ཕ་ཟུག་པ་པད་སྙིང་རྗེ་པོ་པད་ཁྲ་པོ་སྙིང་རྗེ་པོ་དེ་ཚོ་སེམས་ཁྲལ་ཆེན་པོ་དེ་ནས་ཚིག་པ་ཟ་ཆོག་ཆོག་ཤ་སྟག་འགྲོ་བསྡད་ཀྱི་འདུག། ཐབས་ལམ་འདི་ད་ལྟ་ཚོར་བ་ག་རེ་སྤྱད་ན་ཡང་དེ་ལ་བ་ལྟ་ཡག་ཙམ་གྱིས་མ་གཏོགས་དགོས་མ་རེད། ད་ལྟའི་ང་ཚོས་དངོས་གནས་ཁྱེད་རང་ཚོ་མང་ཆེ་བ་དེའི་ནང་ནས་ཧི་མ་ལ་ཡ་གི་ཡོད་མཁན་མི་ཚོས་དངོས་གནས་བསམ་བློ་བཏང་ཤེས་ན་ཧ་ལས་དགོས་ཡ་རེད་འདི་འདི་འདི་སྐད་ཆ་འདི་ཁོ་རང་ལུས་པོ་ལྟ་ནས་བསྡད་ཡ་ཚོར་བ་དེ་ལ་ལྟ་རྩེ་བྱས་ནས་བསྡད་ཡ་ཟེར་མཁན་འདི་སྐད་ཆ་དེ་ཚོ་ཧ་ཅང་གི་གཏན་ནས་དངོས་གནས། ག་རེ་ཟེར་གོ་རེད། ཐབས་ཤེས་དེ་འདྲས་ལོ་ཉིས་སྟོང་ལྔ་བརྒྱ་གི་སྔན་ལ་དེ་ནས་མི་ཡི་བསམ་བློ་ནང་དེ་འདྲས་བསམ་བློ་བསམ་ཐུབ་པ་རེད་ཟེར། དངོས་གནས་ཁྱེད་རང་ཚོ་བསམ་བློ་བཏང་ཤེས་ན་དངོས་གནས་ཧ་ལས་ཡ་རེད། སྐད་རིགས་འདྲ་མི་འདྲ་སྦྱང་དགོས་ཡ་ནི་འདི་ལས་ཡོད་མ་རེད། སྐད་འདྲ་མི་འདྲ་སྦྱང་དགོས་ཡ་ནི་མེད་རེད། ལྷ་ཁང་ནང་ལ་འབྲོག་གོག་མི་འདུག། གཅིག་གཅིག་ཟ་ཆོག་གི་མ་རེད་གཉིས་གཉིས་འཐུང་ཆོག་གི་མ་རེད་ཟེར་དེ་འདྲའི་སྐད་ཆ་ཡང་མི་འདུག། དེ་ནས་འདི་གཅིག་ག་རེ་ཟེར་དགོས་རེད་དངོས་སུ་མཐོང་ཡ་མེད་མཁན་དངོས་སུ་ཉམས་སུ་མྱོང་རྒྱུ་མེད་པ་ཅིག་ལྟ་ཁོ་རང་རྗེས་དཔག་གིས་པར་འགྲོ་བསྡད་དགོས་པ་དེ་འདྲ་ཡང་མ་རེད། དེ་ནས་འདི་དངོས་སུ་ད་ལྟ་རང་ཁོ་རང་ཉམས་སུ་མྱོང་རྒྱུ་ཡོད་པ་ཕན་ཐོགས་རྒྱུ་ཡོད་པ་ཕན་ཐོགས་ཐག་ཐག་ཆོད་པ་འོ་ད་དེ་འདྲའི་ངོ་ནས་ད་འདི། གང་སང་ཉམས་འགྲོ་གི་རེད། ཉམས་མ་ཤོར་བ་བཟོ་གི་རེད། ཡིན་ན་ཡང་ང་སྒེར་གྱི་སྐད་ཆ་ཞིག་བཤད་ཡ་ཡོད་ཁྱོད་ཚོ་ལ། ངས་ང་བིས་པ་ས་ན་འདི་འདྲའི་སྐད་ཆ་བཤད་ཡ་ལ་བལྟས་བལྟས་སུ་སྦྱང་འདོད་རེད་ད་སྐད་ཆ་བཤད་ཐག་ཆོད་འདི། དེ་ནས་ཁོང་ཁྲོ་པད་མ་སི་མང་པོ་ཡོད། དེ་ནས་ཁོང་ཁྲོ་གི་ཉེས་དམིགས་དེ་ཚོ་པད་མ་སི་ཡག་པོ་ཤེས་ཤེས་ཡིན་ན་ཡང་དེ་ཚོ་ཁོང་ཁྲོ་འབར་དུས་ཀ་ན་དེ་ཚོ་གི་བསམ་བློ་བཏང་ལོང་མི་འདུག། ཁོང་ཁྲོ་འབར་ནས་ཁོང་ཁྲོ་གི་ལས་ཀ་ལས་ཚར་དུས་གཞི་ནས་ཨ་ད་དེ་ནོར་སོང་འདུག་ཟེར་མཚམས་མཚམས་ལ་བསམ་གི་འདུག་དེ་འདྲ་ཨ་དེ་ཡང་ཤི་དྲག་ཧ་ལས་པ་རེད་དངོས་གནས་ཀྱི་ཉིས་སྟོང་ཉི་ཤུ་ནང་དེ་ལ་ཨ་ད་དེ་ནོར་སོང་འདུག་ཟེར་བསམ་བློ་བཏང་ཐུབ་པ་དེ་ཡང་དཔེ་མ་ཟིག་གི་ཡིན་བསམ་གི་ཡོད་དེ་ནས་ཁོང་ཁྲོ་གི་ད་འདྲ་ཁོང་ཁྲོ་གི་མི་མཐུན་པའི་ཕྱོགས་བྱམས་སྙིང་རྗེ་དེ་ཚོ་བསྒོམ་མི་ཐུབ་ཀྱི་མི་འདུག་ངས་དྲང་པོ་ཡིན། དེ་ནས་ད་ལྟ་ན་བཞིན Vipassana གྱི་ལུགས་སུ་ལྟ་ཁོ་ལྟ་ནས་བསྡད་ཡ་དེ་དངོས་གནས་འདི་དངོས་གནས་པད་མ་སི་ཀའི་ཐབས་ལམ་ཡག་པོ་ཡིན་པ་ངས་ཧ་གོ་གི་ཡོད། ཡིན་ན་ཡང་མང་པོ་བཟོ་ཐུབ་ཀྱི་མི་འདུག་དེ་ལྟ་ཁོ་པས་རྣམ་གཡེང་རྐྱང་རྐྱང་གི་སྒང་དུ་འགྲོ་ནས་ད་ངས་ག་རེ་བྱེད་ཀྱི་ཡོད་རེད་ཟེར་ན།

ད་འདི་གི་འགྲིག་ས་རེད་བསམ་གྱི་ཡོད། དེ་གང་རེད་ཟེར་ན། གསོལ་བ་བཏབ་ནས་ང་དངོས་གནས་དངོས་པོ་གི་གནས་ལུགས་རྟོགས་དགོས་ཀྱི་འདུག་དངོས་པོ་གི་གནས་ཚུལ་དེ་དག་ཧ་གོ་དགོས་ཀྱི་འདུག་བསམ་པའི་གི་དོན་གཉེར་ཅིག་ཡོད་ན། ད་དེ་པད་རྩག་ཆེན་པོ་ཞེ་དྲག་རེད། ཡང་ད་དེ་རིང་གཟའ་ཉི་མ་རེད་འདུག་ད་དངོས་པོ་གི་གནས་ཚུལ་གྱི་སྐོར་ལ་བསམ་བློ་རྩ་ནས་མ་བཏང་བར་ད་བདུན་ཕྲག་དེ་རྫོགས་སོང་བསམ་ནས་སེམས་ཁྲལ་དེ་རེག་སོང་ན་ཞེ་དྲག་ཡག་པོ་རེད། ད་སྔ་དངོས་པོ་གི་གནས་ཚུལ་འདི་ལྟ། ད་དེ་དངོས་པོའི་གནས་ཚུལ་འདི་ལྟ་ཧ་གོ་བསམ་པ་རེད། ད་དེའི་སྐོར་བསམ། དེ་དེ་རེད་ཐུབ་ཀྱི་མི་འདུག་བསམ་པའི་སེམས་ཁྲལ་དེ་ཡོད་པ་ཡིན་ན། དེ་ནི་ད་ལྟ་བི་པ་སོ་ན་ཟེར་མཁན་དེ་ཚོ་རང་བཞིན་ཤུགས་ཀྱིས་སླེབས་ཡོང་ས་རེད། དེ་ཡིན་དུས་ག་ན་ད་དེ་ང་རང་སྒེར་གྱི་དེ་ནི་ལས་ཀ་ལས་སྟངས་ཡིན་དེ་ཡིན་དུས་ཁྱེད་རང་ཚོས་ཡང་དེ་བྱེད་ཤེས་ས་ཡོད་མ་རེད་ད་སྤྱི་སྟངས་ང་རང་སྒེར་གྱི་ལས་ཀ་ལས་སྟངས། དེ་ནི་ཁྱེད་རང་ཚོ་ཕ་གི་ཧི་མ་ལ་ཡ་གི

ད་ཐེར། གཙོ་ཆེ་བ་ཚོར་བ་གི་སྟེང་ལ་གཅིག་སྟེ་བསམ་བློ་བཏང་ན། དེ་འདྲའི་ལུས་ཀྱི་ཚོར་བ་ཡང་རེད་དེ་ད་སེམས་ན་ཚོར་བ་གཅིག་སེམས་པ་མ་སྐྱིད་པ་འདྲ་དང། སེམས་ཁྲལ་དང་དེ་ཚོ་ལ་དེ་ནི་ད་ནི་བདེ་བ་ཙམ་གྱི་རེད། དཔེར་ན་ད་དེ་དཔེ་མ་ཚིག་མང་པོ་རེད་ད་ང་ཚོའི་ཚོར་བ་དེ་འདྲ་མང་པོ་རེད། དཔེར་ན། རང་གི་མི་གཅིག་ལ་དཔེར་ན་ད། ང་རང་ཚོ་འདི་ཆོས་ཉན་མཁན་ད་རྒྱ་རིགས་མང་པོ་རེད། དེ་ནས་ད་རྒྱ་རིགས་ཙམ་གྱི་རེད་མི་ཤ་ཨེ་ཤེ་ཡ་གི་ཨེ་ཤེ་ཡ་གི་མི་རིགས་མང་པོ་འདུག། དེ་ནས་ཨེ་ཤེ་ཡ་གི་མི་རིགས་ནང་དེ་ལ་དཔེར་ན་ང་ཚོའི་གོམས་གཤིས་གཅིག་ལ་དེ་ནས་ཕ་མ་དང་རྒན་རབས་ཟེར་མཁན་དེ་ཚོ་ལ་བརྩི་བཀུར་མང་པོ་ཡོད་བརྩི་བཀུར་ཆེན་པོ་རེད། དེ་ནི་དེ་པད་མ་སྲིན་ཡག་པོ་རེད་ད། ཡིན་ན་ཡང་དེ་ནི་མཚམས་མཚམས་ན་ཕ་མ་དང་རྒན་རབས་དེ་ཚོ་ཁོ་རང་ཚོ་གི་བྱ་སྤྱོད་དེ་ཚོ་ཡང་སྡུག་པོ། དེ་ནས་ད་ང་ཚོའི་ཨེ་ཤེ་ཡ་ན་ཡོད་མཁན་མི་ཚོ་གི་སློབ་སྦྱོང་ཡང་ནུབ་ཕྱོགས་པའི་བསམ་བློ་མང་ནུབ་ཕྱོགས་པའི་དེ་ནས་བྲིས་བཞེས་པ་གི་སློབ་སྦྱོང་དེ་འདྲའི་མང་པོ་བཟོ། དེ་ནས་ཕྱོགས་གཅིག་ནས་དེ་ནས་ཕ་ཕ་མ་ལ་གུས་བཀུར་དང་ད་ཅིག་ཡོད་རེད་པ་དེ་ང་ཚོས་གི་ད་དེ་དེ་ལུགས་སྲོལ་ནང་བཞིན་གྱི་ཆགས་ནས་སྙིང་སྙིང་ནས་ད་སེམས་པའི་གཏིང་ནས་མ་ཡིན་པ་ད་དེ་ལུགས་སྲོལ་གྱི་མ་བརྗེད་རང་བརྗེད་དཀའ་མེད་ཀྱི་ཆགས་པ་དེ་འདྲ་བྱེད་འདོད་མེད་ན་ཡང་ད་ཡང་མི་ཚོགས་ཀྱི་འདྲ་མི་འདྲ་དེ་འདྲ་ལབ་གི་རེད་བསམ་ནས་མི་ཁ་ལ་སྐྲག་ནས་བྱས།

གང་ཟག་བརྩི་བཀུར་མ་བྱས་ན། དེ་ནས་འདི་དང་འདི་བྱེད་ཀྱི་མེད་ད་བསམ་སོང་བསམ་པ་ཟེར་གྱིན་འདྲ་བོ་དེ་འདྲའི་སྡིག་ར་བསྐོས་ཡ་ཟེར་ན་ད་དེ་འདྲས་ཀྱི་ད་དཀའ་ངལ་མང་པོ་ར་བོ། ད་དེ་ཚོའི་གི་ཚོར་བ་དེ་ཚོ་ཡ་ཚོར་བ་རེད། དེ་ནས་ང་རང་ཚོ་ཕ་མ་ཡོད་མཁན་ཕ་མ་སྤུ་གུ་ཡོད་མཁན་ཚོ་སྤུ་གུ་ཚོ་ད་དཔེ་ཅིག་སྤུ་གུ་ཚོ་ལ་དཔེ་ཡང་ག་རེ་ཟེར་བ་རེད་ཚོར་བ་བརྩེ་དུང་ཤུགས་ཆེན་པོ་ར་བོ། དེ་ནས་བརྩེ་དུང་ཟེར་མཁན་དེ་ཡང་ཁོ་རང། མཐའ་གཅིག་ཏུ་ཡང་བརྩེ་དུང་ཟེར་མཁན་དེ་ལ་ཡང་ལོང་བ་གི་ཆ་གཅིག་ཡོད་རེད་མིག་ལོང་བ་ནང་བཞིན་ད་དེ་ལ་ཡང་ཡང་བརྩེ་དུང་ཟེར་མཁན་དེ་ཡང་གཅིག་ལྟ་ས་གཅིག་ལ་ལྟ་ནས་ཡང་ནམ་མཁའ་ནང་ནས་ལྟ་བ་ནང་བཞིན་མ་ཡིན་པ་གཅིག་རེ་ཡ་ཡོད་རེད། དེ་ནས་ང་ཚོ་གི་བརྩེ་དུང་ཕོ་མོ་དཔའ་རུ་གི་བརྩེ་དུང་ཕ་མ་དང་སྤུ་གུ་གི་བརྩེ་དུང་ཟེར་མཁན་དེ་ཚོ་ཚོང་ནང་བཞིན་ཡང་ཆགས་ཡོད་རེད་མཚམས་མཚམས་ལ་གཅིག་ལྟ་དེ་འདྲའི་གི་དེ་ནས་དེ་ཚོ་དེ་ཚོར་ལྟ་ན་ག་རེ་བྱེད་དགོས་ཡ་མི་འདུག་ད་གང་བཟོ་བལྟ་གང་བཟོ་དགོས་ལྟ་ཡ་ཙམ་གྱིས་དེའི་ལྷང་ཚེ་དེ་འདྲ་བཟོ་ཡ་མེད་རེད། ན་སོ་གང་བཅུ། ན་སོ། ད། ཁྱེད་རྣམ་པ། གང་བཟང་བལྟས་ཚེ་སྒོམ་མཁན་ཚོ་ལ་གཅིག་ཞུ་རྒྱུ་གཅིག་ཡོད། དེ་ནས་ཁྱེད་རང་ཚོ་དེ་འདྲའི་སྒོམ་དུས་གང་ན་དཔེར་ན་ཚོར་བ་འདྲ་པོ་ཡིན་ན་རེ་ལུས་པོ་ལ་དེ་འདྲའི་ལྟ་བསྡད་དུས་དེ་ན་ལྟ་ནས་སེཀེན་གཅིག་གཉིས་ལྷག་བསྡད་ཐུབ་གི་མ་རེད། སེམས་པ་ག་ས་ག་ས་ལ་ཡེངས་འགྲོ་བ་རེད། དེ་ནས་ཡེངས་བ་ཧ་གོ་མ་ད་དུ་ལམ་སང་ཡང་ཚོར་བ་ཡིན་ན་རེ་ལུས་པོ་དེའི་སྟེང་ལ་ཚུད་ཡོང། ད་ཁ་སང་བཞུད་པ་ན་ཞིག་དངོས་གནས་བྱས་ན། དེ་ནས་ཞི་གནས་དེ། དང་པོ་ནས་ཞི་གནས་ཀྱི་ལྟས་ཚེ་གཅིག། སྦྱོང་བརྡར་ཡག་པོ་ཡོད་པ་ཡིན་ན། དེ་ནས་སེམས་པ་མི་གཡེང་ཡས་ལ་ཞི་དྲག་འཕེལ་གྱི། ཡིན་ན་ཡང་ད་ད་ལན་འདི་དམིགས་བསལ་གྱི་བི་པ་ས་ན། ད་དེ་ལྷག་མཐོང་དེ་ཡང་དཔེ་མ་སྲིད། ད་ཁོ་རང། ག་རེ་ཟེར་བ་རེད་ངོ་སྤྲོད་དཔེ་མ་སྲིད་སྟབས་བདེ་པོ་ཞི་བོ་བྱེད་ནས་ཅིག་བྱེད་པའི་ཁུལ་རེད་ཁུལ་ཡིན། བྱས་ཙང་དེ་ནས་གང་ཟག་འདི་འདྲའི་བྱས་ནས་སྒོམ་དུས་དེ་ནས་སེམས་པ་ཡེངས། སེམས་པ་ཡེངས་དུས་དེར་ལམ་སེང་ཨ་ཁ་ང་ཡེངས་སོང་འདུག་བསམ་མ་ཐག་ཏུ་ལམ་སང་དེ་ནས་ད་ལྟ། སེམས་པ་དད་སོགས་ཀྱིས་དེ་དེ་ལ་ཡང་བསྐྱར་ཚུད་ཡོང་ཡ་དེ་མ་གཏོགས་དགོས་ཡ་ཡོད་མ་རེད། དེ་ནས་གནས་སྐབས་ཀྱི་རིང་ལ་ཟླ་བ་མང་པོ་དང་ཟླ་བ་གཅིག་ཕྱིན་ན་ལོ་གཅིག་ཚེ་རིང་དེ་འདྲ་ག་ཚད་བསྒོམས་ན་ཡང་རྣམ་རྟོག་དེ་ཡན་ཡ་དེ་མང་རུ་མང་རུ་འགྲོ་བསྡད་ཀྱི་ནང་བཞིན་ཆགས་ཡོད་རེད། དེ་རྣམ་རྟོག་མང་རུ་འགྲོ་བ་དེ་མ་རེད། ད་ཁྱེད་རང་གིས་ངོ་ཤེས་ཡོད་རེད་དེ་དུས་བྱས་སོང་དེ་ཡག་པོ་རེད། དཔེར་ན་ཁང་པ་གཅིག་ནང་ལ་བསྡད། དེ་ནས་ཁང་པ་དེའི་ནང་ལྟར་རྐུན་མ་ཚར་མང་པོ་སླེབས། རྐུན་མ་ཚར་ལྔ་བརྒྱ་ཟེར་ལབ། ཡིན་ནའང་ཁྱེད་རང་ཧ་མ་གོ་ན། རྐུན་མ་མ་སླེབས་པ་དང་གཅིག་པ་རེད། ཁྱེད་རང་གི་ངོ་བོ་ལ་ཟེར་གལ་ཏོ། ད་བྱ་ལག་དེ་ཚོ་དང་རྐུན་མ་ཤོར་འགྲོ་གལ་རོ་བ། དེ་ནས་ཉི་མ་གཅིག། ཚར་གཅིག་གཉིས་ཚོ་རྐུན་མ་ཡོང་བ་ཧ་གོ་སྟེ་ཁྱེད་རང་ཁྱེད་རང་ཧ་ལེ་ཨ་ཙི། རྐུན་མ་ཚར་གཉིས་སླེབས་སོང་ཟུར་ངའི་ཁང་པ་ལ། ངོ་བོ་དེ་འདྲའི། ད་དེ་དང་གཅིག་པ་རེད། བྱས་ཙང་ཕྱི་ལོགས་སུ་སྒོམ་དང་པོ་བྱས་ཏེ་ད་ལོ་གཅིག་ཚེ་རིང་འདི་ལ་དེ་ནི་དཀའ་ངལ་ཡོང་གི་རེད་ད་དེ་གང་ཚེ་རྣམ་རྟོག་དེ་ད་རྫོགས་ཡ་མི་འདུག་བསམ་ནས་ལོ་གཅིག་གཉིས་ཚེ་ད་དེ་སྒོམ་བརྒྱབ་ག་ཚེ་ཐུབ་ཐབས་ཐུབ་མི་ཐུབ་ཁྱེད་རང་ཚོ་རག་ལས་རེད། ཡིན་ན་ད་ངས་སྒོམ་བརྒྱབ་ཐུབ་གི་མེད་ས་རེད་ད་ངའི་ངོ་ན་ང་ད་སྒོམ་གི་སྒོམ་གི་ག་རེ་ཟེར་གོ་རེ་སྐལ་པ་ཟེར་བ་ད་ངས་ད་སྒོམ་བརྒྱབ་མི་ཐུབ་མཁན་གྱི་གྲས་ཡིན་ས་རེད་བསམ་ནས་སེམས་པ་ཞུམ་ཡ་མེད་རེད། སེམས་པ་ཡེངས་དགོས་ཀྱི་འདུག་བསམ་ནས་ག་ཚད་ཡིན་ན་ཡང་ངོ་ཤེས་ན་སྒོམ་རྒྱབ་ཡི་དྭགས་རེད་ད་དེ། དེ་ནས་མི་གསར་པ་སྒོམ་རྒྱབ་ཀྱི་ཡོད་ཟེར་མཁན། དེ་ནས་ཁ་གདངས་མིག་བགྲད། དེ་ནས་སྐར་མ་མང་པོ་རྐུབ་ས་ལ་བཙུག། དེ་ནས་སེམས་པ་རྩ་ནས་ཡེངས་ཀྱི་མི་འདུག་ཟེར་མཁན་དེ་འདྲ་མང་པོ་ཡོང་གི་འདུག་དེ་ཚོ་ཕལ་ཆེར་ཕལ་ཆེར་ཁོ་རང་ཚོ་ཁོ་རང་ཚོ་མགོ་འཐོམ་འདོད་རེད་གོ་བ་ཅིག་ལ། དེ་ནས་ད་ཚོར་བ་གྱི་སྐོར་ལ་ད་ལྟ་གནས་སྐབས་ཅིག་དེ་ག་ཚད་ཀྱི་འགྲིག་གི་འདུག་ཟེར། དེ་ནས་ད་རུང་སྐར་མ་ལྔ་བརྩིགས་འདུག་དེ་ལ་དེ་ནས་དྲི་བ་གཅིག་གཉིས་བརྩིགས་ཤིག། དེ་ནས་ང་ཚོ་དཔེར་ན་ད་གིན་སྐར་མ་བཅུའི་རིང་ལ་དེ་ནས་ཁོང་དུས་དེ་ནས་གཟུ་བོ་གཙོ་གཙོ་དེ་ནས་དཔེ་གར་ཚིག་བསམ་བསམ་བོ་དེ་ནས་དཔེ་དཔེ་སྤྲང་བོ་ཅིག་དེ་དེ་ནས་གུ་གུ་ཅོ་མ་ད་མ་བྱས་དེ་ནས་དེ་གུ་ར། དེ་ནི་ཡིན་ན་ཡང་ཚང་ཚང་རང་རང་སོ་སོ་གི་འཚོ་བ་མ་ཚོར་བའི་རང་རང་སོ་སོ་གི་འཚོ་བ་མ་ཚོར་ནས་དེ་ནི་རང་བཞིན་གྱི་དེ་ནི་གར་ཚིག་གི་གུ་གུ་ཆ། དེ་ནི་རྗེས་སུ་ཡང་ད་ང་གར་ཚིག་གི་གུ་གུ་ཆ་སོང་དེ་ནི་བསམ་བློ་འཁོར་ནས་དེ་ཡང་ཡང་སྦྱོར་གྱི་རྩོ་རྩོ་དེ་གོ་རེ་བས། དེ་ལས་དང་པོ་པ་སོར་དེ་སྒར་ཚིག་དེ་ག་ཚད་ཡིན་ན་དྲང་པོ་ཡོད་ཅེ་ན་ཡག་གྱི་རེད་དེ་ཡིན་དུས་ག་ན་ག་དུས་ད་ངས་སྒར་ཚིག་མ་དགུ་དགུ་ཆགས་འདུག་བསམ་དུས་ལམ་སང་ཡང་དྲང་པོ་བྱས་ན་ཡག་གི་རེད། དེ་ང་ཚོ་ལྟ་བར་དེ་ནི་སེམས་ཀྱི་ཚོར་བ་ལ་དེ་ནི་བཏང་དུས་དེ་འདི་དང་དེ་ནི་དེ་འདི་ལྟ་ཡ་ལ་དེ་དང་དེ་ནི་ང་ཚོ་བདག་མེད་པ་ཟེར་ཡ་དེ་དང་བྱང་ཆུབ་ཀྱི་སེམས་དེ་འབྲེལ་བ་ག་འདྲས་སུ་ཡོད་རེད།
ཨོ་ད་དེ་བྲིས་པ་དེ་དཔེ་ནང་པ་འདྲ་ཅིག་ཡིན་ན་དེ་བྲིས་པ་དེ་གནད་འགག་ཆེན་པོ་ཞིག་རག་རེད། ད་ག་རེ་ཟེར་དགོས་རེད་ཟེར་ན་དཔེར་ན་ཚོར་བ་ལུས་དྲན་པ་ཉེ་བར་གཤེགས་པ་དང་ཚོར་བ་དྲན་པ་ཉེ་བར་གཤེགས་པ་དེ་ཚོ་མ་ལྟ་བསྡད་དུས། དེ་ནས་དེ་དང་དེ་ལྟ་བ་དེ་དང་དེ་ནས་བདག་མེད་པ་ཟེར་མཁན་འདྲ་དང་བྱང་ཆུབ་ཀྱི་སེམས་ཟེར་མཁན་དེ་ཚོ་དང་འབྲེལ་བ་ག་རེ་ཡོད་རེད་ཟེར་དགོས་རེད་བ་ད་ཡ་ཆ། དེ་ནས་སྤྱི་བཏང་མ་གཞི་དེ་རིང་དགོངས་དག་ངེད་དེ་རིང་དགོངས་ད་དེ་རིང་ཚར་འགྲོ་གི་རེད་མ་ཚར་ངེད་ལ་ངེད་ལབ་དགོས་ཟེར་དྲན་སོང། ད་དེ་དཔེར་ན་ཁྱེད་རང་ཚོ་འདིའི་ནང་འདི་ལ་ད་སྒོམ་འདིའི་བི་པ་ས་ན་ཉན་མཁན་ད་དེང་སང་ཡང་དེ་འདྲའི་མང་པོ་ཡོད་རེད་གོ་བི་པ་ས་ན་ཡིན་ན་ཅིག་སྒོམ་གི་ཡོད་ནང་པ་མེད་ཟེར་མཁན་དེ་འདྲའི་མང་པོ་ཡོད་རེད། ཉྭ་ཤ་ཟ་གི་ཡོད་ཉྭ་ཤ་ཟ་གི་མེད་ཉྭ་གི་ཁུ་བ་འཐུང་གི་ཡོད་ཟེར་མཁན་འདྲ་པོ་དེ་འདྲའི་མང་པོ་ཡོད་རེད་དེང་སང། ད་དེ་ཚོ་དྲན་དྲན་མང་པོ་ཡོད་དེང་སང་ཅི་རེད་ཟེར་ན། དེའི་བསམ་བློ་དེ་གཙོ་ཆེ་བ་དེ་ནུབ་ཕྱོགས་ནས་ཡོང་བསྡད་མཁན་གྱི་ཡོད་རེད། ནུབ་ཕྱོགས་པའི་མི་དེ་ཚོ་ལ་ཆོས་ལུགས་པ་ཟེར་མཁན་དེ་ལྐུགས་པ་དེ་ནི་དེ་འདྲས་ཀྱི་གྲས་ཅིག་ལ་མ་ནུབ་ཕྱོགས་པའི་རྩིས་ཡོད་རེད་དེ། དེ་ཁྱེད་རང་ཚོ་ནུབ་ཕྱོགས་པའི་གི་ལོ་རྒྱུས་དང་ནུབ་ཕྱོགས་པའི་གི history དེ་ཀློག་ན་ཁྱེད་རང་ཚོ་ཧ་གོ་གི་རེད་ངས་དེ་ཀློག་བ་ཡིན། དེ་ནས་མའོ་ཙེ་ཏུང་གི་རྒྱལ་བ་རིན་པོ་ཆེ་ལ། ཆོས་ལུགས་ཟེར་མཁན་འདི་སྡུག་རེད་དཱ་ཟེར་ཞུས་པ་རེད། དེ་མའོ་ཚེ་ཏུང་གི་བསམ་བློ་གསར་བ་མ་རེད་དེ། དེ་ནུབ་ཕྱོགས་ནས་དེའི་ནུབ་ཕྱོགས་ཀྱི་ནས་བརྒྱ་ཕྲག་བཅུ་བདུན་པ་དང་བཅོ་བརྒྱད་པའི་སྐབས་སུ་དེ་འདྲའི་བཤད་མགོ་བཙུགས་ཚར་རེད་དེ། དེ་ནུབ་ཕྱོགས་པའི་མི་ཚོ་གི་ཤར་ཕྱོགས་ཀྱི་ཆོས་ལུགས་དཔེར་ན་ནང་པ་སངས་རྒྱས་པའི་གཞུང་ཟེར་མཁན་འདྲ་དང། གཅེར་བུ་གཅེར་བུ་པ་གི་གཞུང་ཟེར་གྱིན་འདྲ་དང་དེ་ནི་རྒྱ་ནག་འདྲ་ཅིག་ཡིན་ན་ཏའོ་ཟིམ་ཟེར་གྱིན་འདྲ་པོ་དེ་ཚོ་ལ་དོ་སྣང་གཏན་ནས་བྱེད་ཡ་མ་རེད་ཁོ་ཚོ་ནུབ་ཕྱོགས་པ་ཁོ་རང་ཚོ་གི་ཆོས་ལུགས་དེ་ཚོ་ལ་གཏན་ནས་ལྐུགས་པ་ཡིན་སྣང་ཤར་ད་དེ་ཡིན་མིན་ཧ་མི་གོ་ད་ཁོ་རང་ཚོ་ཡིན་བསམ་གི་བ་རེད་དེ་དེ་ནས་ཆོས་ལུགས་ཐམས་ཅད་ལྐུགས་པ་རེད་ཁོ་རང་ཀླད་པ་རྙིང་པ་རེད་ཟེར་ནས་དེའི་ནང་དེ་ལ་ནང་པ་སངས་རྒྱས་པ་ཡང་དེའི་ནང་ལ་འཛུལ་བཙུགས་དེ་ནས་ཏའོ་ཟིམ་དང་དེ་ནས་མུ་ཏིག་ཅལ་འབུད་པ་ཐམས་ཅད་དེའི་ནང་བཅུག་སོང་བ་རེད། དེ་ཡིན་དུས་ཀ་ན་ནང་པ་སངས་རྒྱས་པ་གིས་ཐབས་ལམ་དཔེར་ན་ད་ད་ད་ཞི་ནས་ཟེར་གྱི་འདུག་དང་ལྷང་མཐོང་ཟེར་གྱི་འདུག་དེ་ཚོའི་གྲས་དེ་ད་ཡང་ཁོ་ཚོས་བེད་སྤྱོད་བཏང། དེ་ནས་ནང་པ་ནས་མ་ཡིན་ཟེར་གྱི་དེ་འདྲའི་གྲས་དེ་ནས་ནུབ་ཕྱོགས་པ་ལ་མང་པོ་ཡོད་རེད། ད་ཁྱོད་རང་ཚོ་ཉི་མ་གཉིས་ཀྱི་སྐད་ཆ་ཉན་པ་རེད་དཔེར་ན་ལྷང་མཐོང་གི་སྐོར་ལ་འདི་བསམ་བློ་ཡག་པོ་བཏང་ན། ཚན་རིག་དང་མ་མཐུན་པའི་སྐད་ཆ་རྩ་ནས་ཡོད་མ་རེད་འདི་ནང་ད་ཐེག་པ་སྤྱི་བཏང་བདག་ཐེག་པ་ཆེན་པོ་འདྲ་ཅི་ཡིན་ན་དམིགས་བསལ་གྱི་བྱང་ཆུབ་ཀྱི་སེམས་ཟེར་གྱི་འདྲ་དང་བདག་མེད་ཟེར་མཁན་སྐད་ཆ་དེ་འདྲ་བཤད་ཡ་ཡོད་པ་རེད། ད་འདི་དེ་དཔེ་མ་ཟིག་ད་ལྟ་ནང་པ་སངས་རྒྱས་བོད་ཀྱི་ལྷང་ཐོང་ངོ་གཅིག་པ་རེད་ཟེར། བྱང་ཆུབ་ཀྱི་སེམས་ཟེར་མཁན་དེ་ཡང་མང་ཆེ་བ་གི་བསམ་བློ་ནང་དོན་ལ་སེམས་པ་བཟང་པོ་བྱེད་མཁན་གྱི་ལ་བྱང་ཆུབ་ཀྱི་སེམས་བྱེད་དགོས་པ་རེད། ད་དེ་འདྲའི་མང་པོ་རེད་དཔེར་ན་ང་ཚོ་བོད་རིགས་ནང་དེ་ལ་ཨ་བླ་མ་དེ་བྱང་ཆུབ་སེམས་དཔའ་ཡིན་ས་རེད་ཁོ་རྒད་མོ་འཛུམ་འཛུམ་ག་ལ་བསྡད་གི་འདུག་ཟེར་གི་འདི་འདྲ་ཡོད་རེད། བྱང་ཆུབ་ཀྱི་སེམས་ཟེར་གི་འདི་རྫུ་གུ་བཙུགས་ས་ཆེ་ཤོས་དེ་བདག་མེད་རྟོགས་པའི་ཤེས་རབ་དེ་བརྩི་དགོས། བདག་མེད་རྟོགས་པའི་ཤེས་རབ་མེད་ན་བྱང་ཆུབ་ཀྱི་སེམས་ཀྱི་བཅའ་ལག་ཆེ་ཤོས་དེ་མེད་པ་རེད། ཀོ་ཧྥི། མ་ལུས་བ་ཅི་ནས་ཆུ་ཚ་པོ་ཅིག་སྤྲད་ནས་འདི་ཀོ་ཧྥི་རེད་ཟེར་ལེ་བས་མེད་རེད་བ་དེ་དང་གཅིག་པ་རེད། ད་བདག་མེད་རྟོགས་པའི་ཤེས་རབ་ཟེར་མཁན་དེ་ཐ་མི་ཐ་མ་རྫུ་གུ་རྩུབ་ས་དེ་དངོས་པོ་གི་གནས་ལུགས་ཇི་མ་ཇི་ལྟ་བ་ཧ་གོ་བ་དེ་ལ་བདག་མེད་རྟོགས་པའི་ཤེས་རབ་ཟེར་རྩིས་ཡོད་རེད། དེ་དང་མཉམ་དུ་དཔེར་ན། ད་དངོས་པོ་གི་གནས་ལུགས་ཡག་པོ་ཅན་ཧ་གོ་མཁན་གྱི་མི་དེ་གིས། དེ་ནས་ཨ་མ་གཅིག་ལ་སྤུ་གུ་གཅིག་མ་གཏོགས་མེད། སྤུ་གུ་དེ་སྨྱོན་པ་འདྲ་ཅིག་ཡིན་ན། དེ་ནི་སྤུ་གུ་ཏིག་ཏག་ཁོ་སྙོམས་པར་རེ་དོའི་སྐབས་དེ་ནི་སྐྲ་མི་འདྲ་མེད་བཞིན་དུ་དེ་ནི་སྣང་བ་འཁྲུལ་ནས་ལྟ་བས་སྡུག་བསྔལ་མྱང་དགོས་རེ་བ་ལྟ་སྟེ་ཡིན་ན་ཡང་ཨ་མ་འདི་ལྟ་བས་བྱམས་བརྩེ་གི་ལྟར་རང་གི་བུ་གཅིག་པོ་དེ་ནི་སྙོམས་པ་དེ་ལ་དམིགས་བསལ་གྱི་བྱམས་བརྩེ་ཅིག་ཡོང་གི་རེ་བ་ལྟ་དེ་འདྲས་ཀྱི་དེ་ནི་བྱམས་དང་བརྩེ་བ་དང་སྙིང་རྗེ་དང་ལྟ་དེ་འདྲས་ཡོང་གི་རེད། བྱས་ཙང་དེང་སང་གི Mindfulness དགོངས་མཁན་དེ་ཚོ་ནི་དད་པ་ཆེ་རུ་ཆེ་རུ་ང་རྒྱལ་ཆེ་རུ་ཆེ་རུ། གཟའ་སྤེན་པ་གཟའ་པ་སངས་སྤེན་པ་ཉི་མ་གསུམ་ལ་བི་པ་སོ་ན་ཡིན་ན་ཅིག་བསྒོམ་གྱི་ཡོད་ཟེར་ནས་འགྲོ། དེ་ནས་པ་སེམས་པ་བག་ཕེབས་པོ་བཟོ། དེ་ནས་གཟའ་ཟླ་བ་ཤར་ཡོང་དུས་དགོན་པ་དེ་ནས་སྔར་ལས་ཀྱང་དེ་ནས་པ་དེ་ནས་རྒྱུས་ཆེ་རུ་འགྲོ་དེ་འདྲ་བྱ་དགོས་རེད་ཟེར། གང་རེད་ཟེར་ན་དེང་སང་གི་ད་ནི Mindfulness གི་དམིགས་ཡུལ་དེ་དངོས་པོའི་གནས་ཚུལ་གྱི་བསམ་བློ་ཙམ་གཏང་དགོས་མ། བྱས་སོང་ད་དེ།